Web One འདིའི་ནང་ལོ་ལ་ཡང་ད་ང་ཚོས་ང་ཚོ་གི་ལོ་ཚད་ཡིན་པ་ཡིན་ན་ང་ཚོ་ལས་ད་གང་ལྟར་ལོ་ལྔ་བཅུ་ཆུང་བ་ཡིན་པ་ཡིན་ན་མཁྱེན་གྱི་རེད་རོ། སྙེ་མ་དང་པོ Web One ག་དུས་བརྩམས་པ་ལ་ཡང Computer སྔོག་པ་ཙམ་མ་གཏོགས་ཅིག་ཕ་གི་ནང་ལོ་ལ་ཡང་ཅིག་གི་གནས་ཚུལ་སྒྲོག་ཅིག་མ། ཤེས་རྟོགས་ཡོང་བའི་ཆེད་དུ་གློ་བའི་ཅིག་མ་གཏོགས་ཅིག་གི་འཛམ་བུ་གླིང་གི News སྒྲོག་ཅིག་མ་གོ་རྟོགས་ཡོང་བའི་ཆེད་དུ་གློ་བའི་ཅིག་མ་གཏོགས་ཅིག་གི་ཡོད་མ་རེད་དང་པོ་དེ་ནི་ཡང་ཡིན་ན། ང་ཚོ Yahoo News ལ་དེ་ནི་ཡོད་ར་སྙེ་མ་ཡིན་ན Rediff Mail ལ་དེ་ནི

ཧམ་གོག་གི་སྐད་ཆར་བཤད་དེ་ཡོད་ན་ད་ཧམ་གོག་ལས་གར་ཞུགས་རོད་ད་ནཱ་ཀི་འགྲོ་ཅིག་སྐད་ཆ་བཤད་དེ་ཡོད་པས་ན་ཏག་ཏག་ཧོ་རོ་ཁོ་བྷ་གས་ལི་ཡ Instagram ནང་ལོ་ལི་ཡ་ཁོ་ཧ་གོ་བ་ནང་བཞིན་ཅིག་གིས་ང་ཚོའི་ཁོ་ལི་ཡ་ཨར་བསྟུན་ལིག་འདུག་ནཱ་ཀི་ཧམ་གོག་ཅིག་ཡང་ཧམ་དུག་ལོ་འགྲོ་ཅིག་དང་ག་རེ་སྐད་ཆ་བཤད་ཀྱི་ཡོད་པས་ན་ཏག་ཏག་བསྟུན་བསྡད་དེ་ང་ཚོས་ཀྱི་གནས་ཚུལ་ཚང་མ་ཞིག་ཁོ་ཚོས་ཀྱི་ཡང་ཤེས་དེ་ཡོད་རོ་ད་མང་པོ་ཅིག་གིས་བཤད་ཚུལ་ཟེར་ན་ཁྱེད་རང་གི་གནས་སྟངས་དེ་ཁྱེད་རང་གིས་ག་ཚོད་ཤེས་ཀྱི་ཡོད་པ་ལས་ལྷ་དག་ནི Internet གི་ཤེས་རྒྱུ་ཡོད་རེད་ཞུ་གི་འདུག་བ་ག་ལ་ན Internet གི་ཁྱེད་རང་སྤྱོད་པ་དེ་ལོ་མང་པོ་ནས་ཁྱེད་རང་ཧ་གོ་དེ་ཡོད་རེད་བ་ཁྱེད་རང Mobile ལྟ་ལྟ་ངེས་འདི་བྱས་ནས་ལྟ་འདི་འདི་དཀའ་ངལ་ཆེན་པོ་ཞིག་ག་ལ་ན་ཁྱེད་རང་གི་སྒྲ་སྒྲ་གང་ཚ་ཅིག་ཕ་གས་ཁྱེད་དེ་བས་བསམ་པ་ལི་ཡ་འདི་དཀའ་ངལ་ཆེན་པོ་ཞིག་མཐོང་པའི་ཐོག་ནས་ཨ་ནི Web Three དེ་གླེགས་དེ་གི་ཡོད་རེད་ད Web Three ནང་ལོ་ལི་ཡ་དེ་འདྲས་ཡོང་གི་ཡོད་མ་རེད་ད་ད་ཁྱེད་རང་གི་ནང་གི་སྒྲ་སྒྲ་དེ་ཁྱེད་རང་གི་སྒྲ་སྒྲ་དེ་ཁྱེད་རང་གི་དག་གི་ཡོད་རེད་མ་གཏོགས་གཞན་པ་གི་དེ་ནང་ལོ་ལི་ཡ Exploit བྱས་པའི་ཐོག་ནས་ཚོང་རྒྱ

འདི་སྐོར་ལ་ཡང་ད་ངས་ཞུས་གནང་སོང་ད་སྐབས་ཀྲོ་ཀར་སིའི་ནང་ལོགས་ལ་ཡང་མཁས་དབང་མང་པོ་ཞིག་ག་རེ་ཞུ་གི་ཡོད་ལབ་ན་ཁྱེད་རང་གི་དངུལ་ལྷག་དམག་ཞུ་གི་ཡོད་ད་ནང་ད་ཚང་མ་རྩིས་ཡས་ཡོད་མ་རེད་དངུལ་ལྷག་དམག་ཚོང་འདི་འདྲ་བླུག་ཡོད་པའི་ནས་བླུག་ཡོད་པ་ད་ཟངས་ཁང་བཟོ་གྲ་ག་རེ་ཡོད་པ་འདི་དངུལ་དངུལ་རྒྱང་ལྷག་དམག invest བྱས་ཡོད་པའི་གི་དངུལ་ག་ཚོད་ཡོད་པའི་སྒོར་མོ་འབུམ་གཅིག་ཡོད་པའི་ན་འདི་ནས་ཨ་ནི་པའི་ཤ་འདི་གིས་བརྒྱ་ཆ་ལྔ་གཅིག་ནས་ལྔ་བར་དུ Cryptocurrency ལ་བླུ་ན་ཡག་པོ་ཡོད་རེད་ཞུས་དེ་བསམ་ཚུལ་གཅིག་ཡོད་རེད་ཡང་འདི་ག་ད་ཁྱེད་རང་གེ་སའི་དངུལ་ལྷག་མ་སྒོར་མོ་འབུམ་གཅིག་ཡོད་པས་ན་སྒོར་མོ་སྟོང་ཕྲག་གཅིག་ནས་ལྔ་སྟོང་བར་དུ་བླུ་ན་ག་ད་ཉེན་ཁ་ཟེར་མཁན་ཡོད་མ་རེད་བ། དངོས་སུ་མང་པོ་ཞིག་ལྷག་འདུག་དེ་མ་ཡིན་ཁྱེད་རང་འབུམ་བརྒྱ་ཡིས་ལྷག་གི་ཡོད་པས་ན་ཟུར་ལ་ཨང་དེ་ནས་ཡང་འདི་གིས་སྤར་བའི་བརྒྱ་ཆ་གཅིག་ནས་བཅད་ནས་ཨ་ནི་ཡང་བརྒྱ་ཆ་ལྔ་བར་དུ་ག་ཚོད་རེད་ཤ་འདི་བླུ་བས་ནི་རེད་བ་དེ་བསམ་ཚུལ་གཅིག་རེད་ཡང་མང་པོ་ཞིག་གིས་བསམ་ཚུལ་གཅིག་ཨང་དེ་འདྲས་མ་ཡིན་པས་ནི། ཡང་སོ་སོ་ལ་ཡང་བསྟན་གྱི་ཚིག་གར་ཞུགས་ཏེ་བན་དེ་མང་པོ་ཅིག་འདི་ལ་པར་ཏི་ཧྥན་ཞུགས་དུ་དཔེ་ཤ་ཅིག་གང་ན་ཁན་པར་ཏི་ཏང་ཡར་འགྲོ་ཞིག་དཔེ་ཤ་དེ་འདྲའི་ཅིག་ང་མ་པེ་སི་ཕིག་མོལ་དང་གོང་ད་དེར་དུན་ཆོ་ལིན་པེ་སི་ཕིག་མོལ་ཞུགས་ང་དེ་རིང་འདི་ཨའོ་ཏིང་ལ་འགྲོ་སོང་ཏང་ཡར་ཡིན་བསམ་མེད་ཀྱི་དངུལ་ཅིག་དངུལ་དེ་འགྲོ་སོང་གྱོད་པ་མེད་བ་ཡིན་ཀྱི་དངུལ་བརླག་པ་ཡིན་ནའི་གྱོད་པ་མེད་པའི་དངུལ་དེ་འདྲའི་ཅིག་བསླུ་བ་ཡིན་ན་ཨ་ནི་ཏག་ཏག་ཡོད་རེད་ཞུ་བསྡད་བྱོས་རེད་གང་ལྟར་དངུལ་བསླུ་བས་དེ་གལ་ཆེན་པོ་འགྲོ་བཞེས་ཤ་ཀ་ལེན་ན་མེད་པ་དེ་རིགས་འགོ་ཚུགས་པས་ན་ཁན་འགོ་ཚུགས་ཡུལ་བ་བྱས་ཙང་མ་འོངས་པ་ལ་ཡང་ཨ་ཁ་ང་གླུ་བས་བྱུང་མ་སོང། བསམ་མེད་ཀྱི་གྱོད་པ་དེ་མ་ཡོང་བའི་ཆེད་དུ་དངུལ་གང་ལྟར་ཁེང་གཅིག་བཟི་ན་འདོད་ར་པ་ཏི་ཧྥན་གཅིག་གླུ་བུ་ཡིན་པའི་གོ་མ་ལྔ་སྟོང་དྲུག་སྟོང་ད་ཤེས། དེང་སང་ཏག་སེ་བག་ཙེ་ལ་གོ་མ་སྟོང་ལ་ཉི་ཤུ་སུམ་ཅུ་གཡུག་བཞིན་འདུག་དེ་ལས་ད་འདི་ནང་གླུ་བས་ན་མ་འོངས་པ་ལ་གྱོད་པ་མ་ཡོང་བའི་ཆེད་དུ་དེ་འདྲའི་ཆུ་དངུལ་གླུ་བས་ན་ཏག་ཏག་ཡོད་ད་དེ་གླུ་བས་ན་ག་འདྲའི་གླུ་གུ་རུ་བས་ལས་བྱོས་འདི་ཡང་ངས་ད་གླུ་གུ་རེད་ཞུས་པས།

འདི་འདྲའི་གཅིག་ཡང་ཁྱེད་རང་ལ་ཡང་གྱོད་པ་མ་ཡོང་ཆེད་དུ་ཡིན་གཅིག་མིན་གཅིག་ཏིས་གཅིག་བསླུས་ན་ཡག་པོ་ཡོད་རེད་བསམ་གི་ནས་བོན་ཆེན་པོ་མ་བསླུས་པ་བྱས། བསླུ་སྟངས་འདི་ཡང་ན་ཁྱེད་རང་དངུལ་ལྷག་མ་གིས་བརྒྱ་ཆ་གཅིག་ནས་ལྔ་བར་དུ་བསླུས་དེ་མ་ཡིན་པ་ཡིན་ན། ནི་གོང་མོ། གཅིག་སྟོང་གཉིས་སྟོང་གསུམ་སྟོང་བཞི་སྟོང་གང་ལྟར་སོ་སོ་གི་དཔལ་འབྱོར་གི་གནས་སྟངས་སྤར་བས་འདི་འདྲའི་གཅིག་བསླུས་པ་ཡིན་ན་ཁྱེད་རང་ལ་མ་འོངས་པ་ལ་ཡང་གྱོད་པ་མ་ཡོང་བ་ཅིག་ཡོང་གི་རེད་བསམ་གི་རེད་རོ། བྱས་ཙང་འདི་དང། དྲག་དེང་སང་ཡང། འདི་འདྲའི། བསླུ་དུས་བརྩམས་པ་ལ་ཡང་ག་རེ་གནང་ལོ་བསླུས་བ་རེད་ཞུས་བྱུང་ཙང་རྒྱ་གར་ནང་ལ་ཡིན་པ་ཡིན་ན་ཀོ་ཨིན།

ཨན་ཐང་གི་ཏག་ཏག་ཞིག་གན་ལིག་རེད་ང་ལས་ཁེ་ཕན་ཞེ་དྲག་དེ་ཡོད་མ་རེད་དེ་ཚར་ཆུན་ཆུན་ཆུན་ཆུན་ཡོང་དེ་གི་རུ་བ་ཁན་མ་ལན་ཁན་མང་པོ་གནང་པའི་ན་ང་ལ་དེ་ཞིག་ཡོང་གི་རེད་བསམ་གི་འདུག་ཡ་ཡ་ལ་སོ་ཐུགས་རྗེ་ཆེ། ཡ་ཡ་ཨ་ནི་མུ་མཐུད་ནས་དེ་འདྲའི་གང་ལ་ཡ་བིད་འགྲོ་བཟོ་ཡ་ཡིན་ལ་སོ། ཨ་ནི་ཇི་མི་ཇི་ཤེར་གནང་རོགས་གནང་ཨ་སོ་སོ་གི་ངོ་ཤེས་པ་ལ་ཡ་ཤེར་གནང་རོགས་གནང་ལཱིག་སབས་འདི་བ་ལ་ཡ་ཀ་མེན་ནས་ཇི་མི་ཇི་གནང་རོགས་གནང་ཞུ་ཡ་ལ་སོ་ཐུགས་རྗེ་ཆེ། ཨ་ནི་སྐྱབས་བཅས་ཡོང།